ང་ཚོས་ད་ཅིག་བརྙན་འཕྲིན་གྱི་ཐབས་ལམ་འདི་བརྒྱུད་ཆེ་ཨང་ཅིག་བོད་པའི་པུའུ་ཚོ་ལ་ཡང་ད་ཅིག་བོད་ཀྱི་སྐད་ཡིག་དང་ནས་བོད་ཀྱི་བྲི་ཀློག་སྐད་ཡིག་འདི་ཚང་མ་ལ་བྲི་ཀློག་ཅིག་སློབ་སྦྱོང་གི་ད་བརྙན་འཕྲིན་གྱི་བརྒྱུད་ཆེ་ད་ཐུབ་ཡ་དེ་གལ་ཆེན་པོ་མཐོང་གི་འདུག་བྱས་ཙང་དེའི་དུས་ད་རིང་ང་ཚོ་དེ་ལ་ཡ་ད་གཙོ་བོ་དེ་ང་ཚོའི་བོད་པའི་སྐད་ཡིག་ནང་ལོག་ད་ཅིག་དང་པོ། དབྱངས་གསལ་ནས་འགོ་བཙུགས་ཀྱང་མ་སློབ་ཚན་གྱི་དེ་འདྲའི་ཕྱི་བལྟས་གོ་རིམ་ཞིག་ནི་མ་ང་ཚོས་བརྙན་འཕྲིན་ནང་ལ་ཡང་གཟིགས་འབུལ་ཞུ་ཡ་ཡིན། ད་ང་ཚོས་བོད་པའི་སྐད་ཡིག་འདི་ག་རེ་ཟེར་ན་སྤྱི་བཏང་ང་ཚོས་མི་རིགས་གཅིག་གི་དར་དར་བ་ཟེར་ན་རེད་རྒུད་པ་ཟེར་ན་རེད་ད་གང་ལྟར་དེ་འདྲས་ཀྱི་ས་མཚམས་དེ་ག་བ་ལེགས་ཟེར་ན་བོད་པའི་སྐད་དང་ཨ་བོད་པའི་ཡི་གེ་འདི། བེད་སྤྱོད་མ་བཏང་བའི་ཉིན་མོ་དེ་ནས་ང་རང་ཚོ་བོད་པའི་རིག་གཞུང་ད་རྩ་ཆེ་ཤོས་བརླག་འགྲོ་གི་ཡོད་རེད་ལ་མི་རིགས་འདི་ཕལ་ཆེར་ཉམས་ཡག་གི་ད་རྩ་བར་གྱི་དེ་འདྲས་ཐུག་ཡོད་རེད་ད་དཔེར་ན་ཆ་བྱས་ན་ང་ཚོ་གཅིག་བོད་པའི་སྐད་ཡིག་ལ་བྱང་ཆ་མེད་འཇོག་གིས་སྤྱི་བཏང་གི་ད་གཅིག་སོ་སོའི་བོད་པའི་ལས་དོན་སྒྲུབ་གི་ཡིན་ན་ལས་ད་གཅིག་སྤྱི་བཏང་ད་ལས་དོན་སྒྲུབ་ཐུབ་ཀྱི་ད་རེད་ཡིན་ན་དེ་ཙམ་གྱིས་ང་ཚོ་གཅིག་ཚགས་ཚུགས་པོ་དང་ད་ག་རྩ་གཅིག་གི་མི་རིགས་འདི་ལ་ཤ་ཚ་དང་ཞེན་ཁོག་སླེ་ཡག་དེ། དཀའ་ལས་ཁག་པོ་ཞིག་བྱས་ཡོད། བྱས་ན་དེའི་དུས་ད་ད་ལྟའི་ང་ཚོས་གཙོ་བོ་དེ་ཨ་ནི་གཅིག་དབྱངས་གསལ་དེ་མ་འགོ་བཙུགས་རྗེས་མ་གཅིག་འདི་བྱ་གོང་ད་ང་ཚོས་ནམ་རྒྱུན་ཨ་ནི་དབྱངས་དང་གསལ་བཅས་དེ་ཚོ་མ་བསླབ་དུས་ཙམ་པ་གཅིག་ཏང་གི་ད་ཅིག་དཀའ་ཁག་གང་སེ་མ་བསླབ་ཞུ་དུས་ཙམ་པ་ཞིག་གི་ལས་སླ་པོར་ད་མི་སུ་འདྲ་གཅིག་ཡིན་ནའི་བསླབ་ཐུབ་མཁན་སོགས་ཀྱི་ཡོད་རེད། དངོས་ཡོད་བྱས་པས་ན་དབྱངས་དང་གསལ་བཅས་སོ་སོ་ཡིན་ནའི་རེ་སྐུ་སྐྱེ་གནས་ཀྱི་རིམ་པ་བཅས་ད་ཡག་པོ་ཞིག་མ་བསླབ་པས་ན། ཨེ། མ་འོངས་པ་ལ་སྤུ་གུ་ཚོ་ཡག་ཅིག་འཚར་ལོངས་བྱུང་ཡོད་འཛོམས་པ་ཨ་མྱེས་ཀྱི་དག་ཆ་ལ་དཀའ་ངལ་འཕྲད་ཡག་ལ་དག་ནང་བཞིན་པའི་ཨ་ནི་ཅིག་གི། ཅིག་ཡི་གེ་ཅིག་མར་ཀློག་ཡོད་འདུག་བརྗོད་པ་དག་པོ་མེད་འགྱོག་དེ་རྒྱུ་མཚན་དེ་ག་རེ་ཐུག་པ་ཟེར་ན་དང་པོ་དཀའ་དཀའ་ལབ་ཡོད་འདུག་ལས་དཔེ་ནི་དཀའ་ངལ་དྲང་དྲང་ཐོག་ཡོད་འདུག་ཟེར་ན་དཔེ་མཐོ་དམན་གཅིག་པ་གཅིག་རྐྱང་བྱ་བའི། ཅིག་རྒྱུ་མཚན་ལ་བརྟེན་ནས་ཨ་ནེ། ཞུ་གོ་ཨ་ནི་ཅིག་དག་ཆ་དཀའ་ངལ་འཕྲད་ཡག་ལ་སོགས་པ་དྲང་དྲང་གསལ་པོ་མ་བྱུང་ཡང་འདི་ཚོ་ཚང་མ་ལོ་དཀའ་ངལ་དེ་འདྲས་སུ་བྱུང་ཆགས་རེད་སེ་ད་དེ་ཡོད་དུས་ད་རིང་ངས་ད་ཅིག། རང་གིས་གང་ཐུབ་ཐུབ་བྱས་བྱས་གཙོ་བོ་དེ་ཨ་ནི་དབྱངས་དང་གསལ་བྱེད་དེ་གྱིས་ཨ་ནི་སྐྱེ་གནས་ཀྱི་རིམ་པ་དེ་ག་འདྲས་ག་འདྲས་གྲུབ་ཀྱི་ཡོད་མེད་དེ། གསལ་པོ་ཅན་མ། སློབ་སྟོན་བྱའོ་བསམས་སོ། ད་དུས་དུས་དེ་བྱུང་བ་ཡིན་ན་ཨ་ན་པུ་གུ་ཚོས་ག་ལེའི་ཁི་ལེ་བྱས་ཨ་ན་སྐྱེ་གནས་ཀྱི་རིམ་པ་དེ་ནས་བྱས་དེ་ནས་ཨ་ནས། སྔོན་འཇུག་རྗེས་འཇུག་དེ་ནས་གོ་ཆེན་རྟོགས་ཆེན། རིམ་བཞིན་གྱི་ཨ་ནས། ཡི་གེ་དག་མ་བརྩེགས་ཡག་གི་དེ་འདྲས་ཀྱི་གནས་ཚུལ་ཅིག་མང་པོ་བཅས་ནས་གསལ་པོ་བྱ་གི་རེད་བསམ་ནས་དེ་འདི་ཡིན།